ལོ་རྗེས་བཞི་ཅུ་ཞེ་གཉིས་པ་ཡི་ལེའུ་དང་པོ། ད་ལྟ་ང་ཚོ་གཙོ་བོ་ཡེ་ཤུ་ཡིས་མཆོད་ཁང་ཆེན་པོ་ཡི་སྒོ་ར་ནང་དུ་ཉོ་ཚོང་མཁན་དང་དངོས་བརྒྱུད་པ་བྱེད་མཁན་རྣམས་ཕྱི་ལ་སྤེལ་བའི་ལོ་རྒྱུས་དེ་ལྟ་གི་ཡིན། དེ་ནས་གཙོ་བོ་ཡེ་ཤུ་ཡེ་རུ་ཤ་ལམ་ལ་ཕེབས་ནས་མཆོད་ཁང་ཆེན་པོ་ཡི་སྒོ་ར་ལ་ཕེབས་པ་རེད། དེ་ལ། མཆོད་པ་སྤེལ་ཡ་ཆེད་དུ་བཅའ་ལག་འཚོང་མཁན་དང་དངོས་བརྒྱུད་པ་བྱེད་མཁན་མང་པོ་ཞིག་ཁོང་གིས་མཐོང་བ་རེད། དེ་ནས། ཁོང་གིས་དེ་དག་མཆོད་ཁང་གི་སྒོ་ར་ཡི་ཕྱི་ལ་སྤེལ་པ་རེད། སྔོན་རྒྱུད་པ་བརྗོད་མཁན་གྱི་གྲོགས་ཚོ་དང་ཕོ་རིན་གཙང་མཁན་གྱི་སྐུ་སྐྱ་རྣམས་ཁོང་གི་ས་ལ་གཡུགས་པ་རེད། མི་སུ་ལའང་ཆོལ་ཁང་ཆེན་པོ་ཡི་སྒོ་ར་བརྒྱུད་ནས་ཚོང་ཟོག་གཅིག་ཀྱང་ཁུར་དུ་མ་བཅུག་པ་རེད། དེ་ནས་གཙོ་བོ་ཡེ་ཤུ་ཡིས་ལྷུབ་སྟོན་བྱས་པ། དེའི་བྲིས་ཤ་ཡོད་རེད་ཡ་ཧོ་ཝཱ་དཀོན་མཆོག་གིས་གསུངས་པ། ངའི་ཁང་པ་དེ་ནས་མི་རིགས་ཐམས་ཅད་ཀྱི་རྫོང་ནི་སྨོན་ལམ་བརྗོད་ས་ཞིག་རེད། ཡིན་ན་ཡང་ཆུ་ཚོད་ཡི་དེ་གྱ་དཔག་འཛོམས་ས་ཡི་ས་ཆ་ཞིག་བཟོ་འདོད་ཞེས་ཟེར་བ་རེད། མི་མང་རྣམས་ཀྱིས་གཙོ་བོ་ཡེ་ཤུའི་ལྷབ་ཁྲིད་ལ་ཧམ་བསམ་པ་དེ་ནི། ཆོས་དཔོན་དང་ཁྲུང་ལ་མཁས་པ་རྣམས་ཀྱིས་ཐོས་པ་དང་ཁོ་ཚོར་ཞེད་སྣང་ཆེན་པོ་སྐྱེས་ནས་ཡེ་ཤུ་བསད་བའི་ཐབས་ཤིག་འཚོལ་བ་རེད། བྱས་ཙང་དེ་དག་གིས་ཕ་རི་སེ་པ་ཁ་ཤས་གཙོ་བོ་ཡེ་ཤུ་ཡི་ལྷབ་སྒྲ་ལ་གཅེས་འཛུགས་བྱེད་པའི་ཆེད་དུ་ཡེ་ཤུ་ཡི་དྲུང་དུ་མངགས་པ་རེད། དེ་དག་གི་གཙོ་བོ་ཡེ་ཤུ་ལ་ཤོད་པ། རྒན་ལ། ཅེས་ནས་སི་མེའི་ལྷག་བསམ་རྣམ་དག་དང་སོགས་དཀོན་མཆོག་གི་འབྲི་ལུགས་ཏག་ཏག་དེས་ལྷག་འཕྲི་གནང་གི་ཡོད། ཡིན་ན་ང་ཚོར་དྲི་བ་གཅིག་ཡོད། ང་ཚོ་ཡིས་རྒྱལ་པོ་ལ་འཕྲི་ཕིས་ན་འགྲིག་གི་རེད་པས་ཡོང་ན་མ་རེད། ང་ཚོར་འཕྲི་ཕིས་དགོས་ཀི་རེད་པས་ཡོང་ན་མ་རེད་ཞེས་དྲིས་པ་རེད། དེ་རྣམས་ཀྱིས་གཡོ་སྒྱུ་བྱེད་ཀྱི་ཡོད་པ་དེ་གཙོ་བོ་ཡེ་ཤུ་ཡིས་ཧ་གོ་བ་དང་དེ་ནས་ཁོང་གིས་གསུངས་པ། ཁྱེད་ཚོས་ང་ལ་ཉམས་སད་ལས་དགོས་པའི་སྦྱིན་སྲེག་གང་ཡིན་ནམ། དངོས་ཡི་སྤྲང་ཀ་ཞིག་ངས་རྩ་ཆོད་ཤོག་ངས་དེ་ལ་རྟ་ཆོག་ཅེས་གསུངས་པ་རེད། དེ་དག་གིས་དངོས་སྤྲང་ཀ་ཞིག་ཁྱེར་ཡོང་བ་དང་ཡེ་ཤུ་ཡིས་ཁོ་ཚོ་ལ་དྲིས་པ། དེའི་སྟེང་དུ། པར་རིས་དང་ཡི་གེ་དེ་སུ་ཡི་རེད་འདུག་ཞེས་དྲིས་པ་རེད། ཁོ་ཚོ་ཡི་ལན་དུ། སེ་ས་རྒྱལ་པོ་ཡི་རེད་ཞེས་ཤོད་པ་རེད། དེ་ནས་གཙོ་བོ་ཡེ་ཤུ་ཡིས་རྒྱལ་པོ་སེ་ས་ལ་གང་དབང་བ་དེ་རྒྱལ་པོ་ལ་ཕུལ་དཀོན་མཆོག་ལ་གང་དབང་བ་དེ་དཀོན་མཆོག་ལ་ཕུལ་ཞེས་གསུངས་པ་དང་པར་རིས་ཤེས་པ་རྣམས་ཁོང་གི་ལྷག་ཁྲེལ་ལ་ཧམ་བསམས་པ་རེད།